ཨོ། དཔེ་ཆ་བྱ་ན། དོ། པ་ཡ་ད་ཅ་གི་བུ་ཅི་ཐ་ཅི་ཀ་ཅི་ཀ་སི་ཉིན་ཅིག་བྱས། དེ་དང་ཕྱོགས་མཚུངས་པའི། དོ། ག་ན་རུ་གོང་ང་གོང་མ་ན་རུ་མོ་སི་ཉིན་ཅིག་བྱས། ད་དེ་ནང་བཞིན་གྱི།

དེ་སྐོར་རྩ་བ་ཧོ་རན་ན་ཡོད་པ་ག་ད་བ་སི་ཤི་ནམ་པོ། བྱས་ཙང་ད་འདི་རྗེས་འཇུག་ག་རི་དོ། རྗེས་འཇུག་ད་རྗེས་འཇུག་ད་ཡིན་ནམ་ཕོ་ཡིན་གུག་དོ་བ་ག་ད་བ་སི་ཤི་ནམ་པོ་སྟོད། ད་མིང་གཞི་ཀ། མིང་གཞི་ཀ་ཡིན་དུས་མིང་གཞི་དེ་ན་ནས་ཀ་དེ་ག་རི་དོ། ཀ་ཅི་ད་པ་ཙ་ནམ་ཕོ་ཡིན་པ་ཀ་ཅི་ད་པ་ཙ་ནམ་ཕོ་དེ་ཕོ་རི་དོ་བ་ཀ་དེ།

ཁ་ཆེ་ཐག་པ་ཚ་མ་ནིང་སྟེ། ཡང་ང་རེ། ཁ། ཆ། ཐ། ཕ། ཁ་ཆེ་ཐག་པ་ཚ་མ་ནིང། ཁ་ཆེ་ཐག་པ་ཚ་ཡོད་ཟེར་རེད། ཚ་མ་ནིང། ད་ནང་འདི་དེ་ཁ་དེ་དེ། མིང་མིང་གཞི་ནང་ནས་མ་ནིང་རེད་དོ། དེ། དེ་ཡིན་པ་གར་ས། རྗེས་འཇུག་ནང་ནས་མ་ནིང་ཡིན་རེད་དོ། མ་ནིང་གི་མ་ནིང་དྲང་བ།

ཞིང་པ་གཉིས་གཅིག་བྱས། དེ་ནས། ལང་ཚོ་གཉིས་གཅིག་བྱས། དེའི་འོག་དེ་ཁྲིད་ཀྱིན་ད། ལང་ཚོ་གཉིས། ལང་ཚོ་གཉིས་གཅིག་བྱས། ད་དེ་ནས་ལང་ཚོའི་རྗེས་ལ་ཁ་དཀྲུག་ཏོ་ཟེར་ན།

ཨང་ཡང་ཅིག་འདི་ཚེ་ཁོ་གཉིས་གཉིས་སྟག་ཚོམ་གི་མི་འདུག་དེ་ལས་ག་རེ་ཁ་ནས་ལབ་བདེ་བོ་ཡོད་རེད་ཐོག་མ་སྟག་སྟག་གཅིག་པོ་མགོ་ཡི་ཐོག་པགས་སུ་ལབ་ན་ཐོག་པ་དང་ཐོག་མ་ལབ་ན་ཐོག་མ་སྟབས་བདེ་དོ་ང་ཚོ་ཁ་ལ་བདེ་བོ་དོ་ལབ་ཡོད་དུས། ཨོང། དེ་ཡིན་དུས་ཙང་ཐོག་མ་ཞེས་སྟག་གཅིག་པ་གཅིག་རྐྱང་ན་དེའི་སྟག་དེ་ག་རེ་རྡོ་ག་དེ། དེའི་ག་དེ་ག་རེ་རྡོ་རྗེས་འཇུག་དེ་ཕོར་རྡོ་ད་ལྟ་བར་སུ་ཞིག་ན་བོ།

གཅིག་འཇུག་ཅུ་ཡོར་བ་ག་ལྟ་བ་ས་ཤི་ནམ་ཕོ་ང་མ་ཨ་སུ་མོ་ཡིན་ཞིང་ན་ར་ལ་སུ་མོ་ནིང་ཞེས་ནི་ཡོད་པ་ཁྱེད་ཚང་འདིའི་ནང་ནས་ང་མ་ཨ་སུམ་ན་ནས་ང་དེ་མོར་འདུག་བ་དེ་ང་མ་ཨ་སུ་མོ་ཡིན་ཅིང་དེ་གས་མོར་འདུག་བ་ད་མོ་དེ་གས་ཁར་དྲང་འདུག་མིང་དེ་ཕོ་དྲང་འདུག་བ་ད་ཚུང་གི་མི་འདུག་བ་ད་གཅིག་པ་མར་འདུག་བ་ཡིན་ནས་ལས་ལབ་བདེ་པོ་ཞུ་བ་རེད་ཞིང་པ་ས་ཆེན།

མོའི་ཁར་སྐྲངས་དོ་མ་ནིང། མོའི་མ་ནིང་གྲང་ཤ་དེ་ལས་སྟག་གཅིག་པོ་མར་ཤ་དེ་ལས་ཁ་ནས་ལབ་བདེ་བོ་དོ་ལང་ཚོ་སུ་ལབ་དུས། ཁ་ནས་ལབ་བདེ་བོ་དོ་འོང་ཡ་ཡོད་ཟེར། ད་དེ་ནས་འཁོར་བ། འཁོར་བ་ས་དེ་ང་ཚོ་ད། ཆོས་ཕྱོགས་ནས་ཞུ་ཤེས་གོ་རུ་འཁོར་བའི་ནང་འཁོར་བ། ང་ཚོ་འདོད་ཆགས་ཞེ་སྡང་ཁོང་ཁྲོ་ང་རྒྱལ་གྱི་རྐྱེན་བྱས་ནས་ཨ་ནི། འཁོར་བ་དེའི་ནང་ལ་རང་ཅག་སྐོར་བརྒྱབ་ནས། མི་ནས་དམྱལ་བ་ལ་སྐྱེ་དམྱལ་བ་ནས་ཡི་དྭགས་ལ་སྐྱེ་ཡི་དྭགས་ནས་དུད་འགྲོ་ལ་སྐྱེ་དུད་འགྲོ་སྐོར་རང་སྐོར་བརྒྱབ་བདེ་བོ་དེ་ལ་འཁོར་བ་ཟེར་བ།

ཇི་འཇུག་ན་ནས། ན་བྱས། ར་བྱས། ལ། ན་ར་ལ་གསུམ་ག་རེ་མ་ནིང། ཇི་འཇུག་བཅུ་ཡི་བའི་ན་ནས་ག་ད་བྷ་ས་ཤི་ནམ་ཕོ་ང་མ་ཨ་སོ་མོ་ཡི་ཅིང་ན་ར་ལ་གསུམ་མ་ནིང་ཡིན་པ། ཇི་འཇུག་ན་ནས་ར་དེ་ག་རེ་དོ་མ་ནིང། ད་མིང་གཞི་ན་ནས་བྷ་དེ་ག་རེ་དོ། ཀ་ཅི་ད་བྷ་ཙ་ནམ་ཕོ་ཁ་ཅི་ད་བྷ་ཚ་མ་ནིང་ག་ཅ་ད་བྷ་ཚ་བ་ཤ་ཟ་ཡི་ས་ན་མོ་ག་ཅ་ད་བྷ་ཚ་བ་ཤ། བ། བྱ། ད། བ། ཚ། བ། ཤ། ཨ་ནི། ཟ། ཡ། ཤ། ས་ན་མོ་ཡིན་པ། ད་ཆ་བདག་པོ་བཟའོ་ཤ་ཟ་ཡ་ཤ་ས་ན་མོ། དེ་མོར་འདོགས་ཏེ།

རྟགས་ཚུལ་འདྲེན་པ། ས་ཐག་དང་གནས་དེ་བརྗོད་དེ་འདྲེན་པའི་སྐྱེད་བྱེད་དབྱི་བ་བརྗོད་དེ་འདྲེན་པ། འོང་ཡང། རྟགས་ཐང་མ་དེ་ལས་དེའི་སྲིད་ཞོ། དེ་ག་རེ་བྱེད་དོ། མ་ནིང་གི་མོ་དྲངས་དོ། རྟགས་དེ་ནས་གསོན་པོ། ང་ཚོ་མོ་ཤི་པོ་དོ་གསོན་པོ་རེད། ཨེ་ཤི་སུ་ན་རོ་ས་ཏི་ཆག་རོ། ཨེ་གེ་མི་གང་གེ་ཞི་ནང་ཆི་སིར་ཅིག་དང། ཙོག་ནང་ཆི་སིར་ཅི་རོ་ཙོག་ཏྲོ་ཆི་སིར་ཅི།